མཆོག་གསུམ་གཅིག་དྲིལ་ཟེར་ཡ་འདི། སྔར་དུས་རབས་བདུན་པ། བརྒྱད་པ། དགུ་བ། དེ་ཚོའི་ཁ་ཐུག་ལ་ཡ། ཆོས་རྒྱལ་བཀའ་དྲིན་ཅན་འདིའི་སྟེང་གི། འགོ་བ་ལ་ཡ། ཨེ་ནི་གང་ལྟར་ཆོལ་ཁ་གསུམ་ཕལ་གཅིག་གྱུར་གྱི་ཆགས་བསྡད་ཡོད་པ་རེད། ཨེ་ནི། ང་ཚོའི་ཡིག་ཐུང་མ་ཡིན་པ་ཅིག་དང། དེ་དུས་ནས་ཆོས་རྒྱལ་སྲོང་བཙན་སྒམ་པོའི་ཁ་ཐུག་ནས། དེ་སྔ་ཞང་ཞུང་གི་དམར་ཡིག་ཟེར་ཡ་ཅིག་ཡོད་ནའི་འདྲ་མེད་ནའི་འདྲ། གང་ལྟར་ཡིན་ནི། བོད་ཡིག་ད་ཐུ་མི་བཟང་པོ་རེད་ཅེས་གཏན་འབེབས་གནང་ནས་བཟོས་ཤོག་བོད་ཡིག་མི་ཞིག་ད། ང་ཚོ་བཀའ་འགྱུར་བསྟན་འགྱུར་དེ་རིགས་ཡིག་འདི་ནང་ལ་ཡོད་རེད། སྐད་ཀྱི་གདངས་མི་འདྲ་ཡོད་རེད། རེད་དེ་ཡིན་ནའི། བོད་ཆོལ་ཁ་གསུམ་ཡོངས་རྫོགས་ལོ་མདོ་ན་ཧི་མ་ལ་ཡའི་རི་རྒྱུད་དུ་བཤད་པ་ལ་ཡང་བཀའ་འགྱུར་བསྟན་འགྱུར་གང་དུ་ཡོད་ས་དེའི་དེ་བཀའ་འགྱུར་བསྟན་འགྱུར་གྱི་ཡི་གེ་དེ་ཚང་མས་བེད་སྤྱོད་བྱེད་པ་རེད། ད་ད་དེ་བོད་པ་གཅིག་གྱུར་དེ་དེ་བཟོས་ཡོང་གི་འདུག། ཨེ་ནི། དངོས་གནས་ད་ང་ཚོ་དུས་ཚོད་དཀའ་ངལ་ཆབ་སྲིད་ཀྱི་འཕོ་འགྱུར་ག་འདྲའི་བྱུང་བ་ཡིན་ནའི་འོ་ད། དེ་ལ་ལྟོས་པ་མེད་པར་ང་རང་ཚོའི་ཆོས་དང་རིག་གཞུང་གཏིང་ཟབ་དེ་བོད་ཆོལ་ཁ་གསུམ་གཅིག་སྒྲིལ་གྱི་འོག་ནས་འདས་པའི་ལོ་སྟོང་ཕྲག་ལྷག་གི་རིང་ལ་ང་ཚོས་ཉར་ཚགས་བྱས་པ་རེད། ས་འདི་མ་འོངས་པར་ཡིན་ནས་བོད་ཆེན་པོ་གསུམ་གཅིག་ཏུ་བསྒྲིལ་ཡས་གང་ལྟར་ནས་ང་ཚོ་ཐུན་མོང་གི་གུང་བུའི་ནུས་པའི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་འདི་དང་ཉམས་པ་སུ་ཅིས་མི་ཉམས་གོང་འཕེལ་ཡོང་ཐུབ་ཡག་བྱེད་རེད་འདི་འདྲ་ཡིན་དུས་རྩ་ནས་འཕྲལ་སེལ་གྱི་དགོས་པ་ཆུང་ཆུང་གཅིག་ལ་དམིགས་ནས་ཨེ་ནི་ཆོས་ལུགས་ཀྱི་ཐེན་གཅིག་སོར་ད་ག་ན་ཤིང་གི་གཅིག་གིས་ཨེ་ནི་ལུང་ཚན་གྱི་ཐེན་གཅིག་སོར་བྱས་ན་དངོས་གནས་དྲང་བདེན་གྱི་ཨེ་ནི་ལུགས་གཞུང་ཕན་ཐག་ཆད་ཆོད་ཀྱི་ཡོད་རེད། ཁྱོད་ལ་ཡག་པོ་ཡོད་མ་རེད། ཅེས་གསུངས་བ། ཆ་དེ་འདྲ་ཡིན་དུས་ཙང་ནས། འོ་ད་ཅིག། ང་ཚོ་ཆོལ་ཁ་གསུམ་པོ་དེ། འོ་ད། སྐྱིད་པོ་བྱུང་ནས་སྐྱིད་ཅིག། སྡུག་པོ་བྱུང་ནས་སྡུག་ཅིག་བྱས་ནས་ང་ཚོ་སྐྱིད་སྡུག་མཉམ་མཉམ་བྱེད་མཁན་ཞིག་ཡིན་མ་གཏོགས། ང་ཚོ་དེ། ཆོལ་ཁའི་དབྱེ་བ་རུ་ཕྱེས་ཕྱེས་ཅིག་འགྲོ་ཡག་རེད་དེ་འདྲས། ད། ནམ་ཡང་མ་ཡོང་ཅིག། དེ་ཁྱོད་རང་ཚོས་ཚང་མས་སེམས་ལ་བཞག་གོ་ད། ཤེས་སོང་ང། དེ་འགོ་ཁྲིད་མཁན་ཚོས་ནི་དེའི་སེམས་ལ་བཞག།